དེ་རིང་བརྙན་ཐུང་འདི་གསན་རྩིས་གནང་མཁན་ཚང་མར་ལོ་དང་ངས་འདི་ནས་དུས་དྲན་ཟེར་ན་རེད། དུས་ཚོད་ཅིག་སྲུང་བརྩི་ཞུ་ཡས་ཀྱི་ཆེད་དུ་སྐད་ཆ་ཁ་ཤས་ཅིག་ཞུ་ཡས་ཡིན། ད་ལྟ་ང་རང་ཚོ་ས་ག་ཟླ་བ་ཟེར་དུས་ཚོད་དམིགས་བསལ་ཅིག་ཁེལ་ཏེ་ཡོད་དུས། ཟླ་བ་འདི་གལ་ཆེན་པོ་ཡིན་པའི་རྒྱུ་མཚན་དེ་ལྷ་དང་བཅས་པའི་འགྲོ་བ་ཡོངས་ཀྱི་མགོན་སྐྱབས་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་གིས་བསམ་གྱིས་མི་ཁྱབ་པའི་མཛད་པ་དེ་དག་ནང་ནས། ངོ་ཚ་ཆེ་བ་མང་པོ་ཞིག་ཟླ་བ་འདི་ནང་ནས་ཁེལ་ཏེ་ཡོད་དུས། ང་རང་ཚོ་ནང་པ་སངས་རྒྱས་པ་གཅིག་ཡིན་པའི་ངོས་ནས་དཔེ་མི་སྲིད་པའི་ཁེལ་ཆེན་པོ་ཅིག་ཆགས་བསྡད་ཡོད། ཟླ་བ་འདིའི་ནང་དུ་དུས་ཚོད་ཁེལ་ཆེན་པོ་དེའི་སྲུང་བརྩི་བྱེད་སྟངས་ཡང་མ་འདྲ་བ་མང་པོ་ཡོད་རེད། ང་རང་ཚོ་གཅིག་ཕྱག་འཚལ་བ་རེད་ཡང་ན་ཀོ་ར་བསྐོར་བ། མེ་འདྲ་འབུལ་བ་ཆོས་སྨན་འབུལ་བ། མ་ཎི་བསགས་པ་སྒྲོལ་མ་བསགས་པ་སྦྱིན་པ་གཏོང་བ་སྒོམ་རྒྱག་པ་སྨོན་ལམ་རྒྱག་པ་འདོན་པ་འདོན་པ་ལ་སོགས་པ་དགེ་སྡིག་བླང་དོར་གྱི་ཉམས་ལེན་བཅུ་དག་མ་འདྲ་བ་མང་པོ་ཡོད་རེད་ལ། ཁོང་དེ་ཚོ་ཚང་མ་ཚོགས་བསགས་སྒྲིབ་པ་འགྱང་བའི་ཆེད་དུ་གལ་ཆེན་པོ་རྐྱང་རྐྱང་རེད་དེ། ཡིན་ན་ཡང་ང་རང་ཚོ་མི་རེ་རེ་ལ་བསམ་ཚུལ་དང་དགའ་སྤྱོད་མ་འདྲ་བ་རེ་རེ་ཡོད་དུས་ངས་ཡང་ང་རང་གི་བསམ་ཚུལ་དང་དགའ་སྤྱོད་ཅིག་ཞུས་བཞག་པ་ཡིན་ན། དེ་འདྲིས་ཀྱི་དུས་ཚོད་ཕྱེད་པ་ཅིག་གི་ནང་དུ་གསུང་བསྲེ་ཞུ་སྟངས་གལ་ཆེ་ཤོས་ཅིག་དེ། དཀར་ཟས་གནང་ཡ།
དཀར་ཟས་གནང་ཡ་རེད་བ།

སྟོན་པ་ཤཱཀྱ་ཐུབ་པ་ལའང་ང་རང་ཚོ་ཚེ་འདི་ཕྱི་གཉིས་ཀྱི་ལམ་སྟོན་དུ་བཟུང་ནས་བློ་གཏད་ཡིད་ཆེས་བྱེད་དགོས་པ་ཡིན་ན། ཁོང་གང་འདྲ་ཡིན་མིན་ཁོང་ཏོག་ཙམ་གྱི་རྒྱུས་ཡོད་དགོས་དེ་གལ་ཆེན་པོ་རེད་དེ། ང་རང་ཚོ་རྩ་བའི་དད་པ་ནས་བཟུང་ཆོས་ཀྱི་ཉམས་ལེན་གང་འདྲ་བྱས་པ་ཡིན་ན་ཡང་ཁོང་ང་རང་ཚོའི་མིག་དཔེ་ལྟ་ས་ཅིག་རེད་དེ། ཁོང་གི་མཛད་རྣམ་དེ་ལོ་རྒྱུས་ཙམ་མ་ཡིན་པར་ཆོས་ཡང་རེད་ལ། ཁོང་གི་རྣམ་ཐར་ལྟ་ཀློག་བྱེད་ཡ་དེ་ཡང་ང་རང་ཚོའི་གྱི་ཁོངས་མི་ག་འདྲ་ཡིན་མིན་ཤེས་རྟོགས་བྱས་ཙམ་མ་ཡིན་པར། ང་རང་ཚོ་སོ་སོའི་ཁྱོད་ཉམས་ལེན་བྱེད་ཡ་ལ་ག་རེ་བྱེད་དགོས་ཡོད་མེད་དཔེ་མཚོན་གྱི་ལམ་སྟོན་ཅིག་ཆགས་བསྡད་ཡོད། དེ་འདྲ་ཡིན་དུས་ང་རང་ཚོའི་སྔ་མི་ཤེས་པ་རྣམས་ཀྱིས་ཤེས་པར་བྱས། ཤེས་ཚར་མཁན་ཚོའི་དྲན་གསོ་དང་ངེས་ཤིང་སྒོམ་པའི་ཆེད་དུ་ཡང་ཡང་དུ་ཀློག་གཞན་ལ་ཡང་གྱི་གར་ཚེ་བོ་རེ་དང་དྲན་གསོ་དང་ངོ་སྤྲོད་ཏོག་ཙམ་བྱེད་ཐུབ་པ་ཅིག་བྱུང་ན། དཔེ་མི་སྲིད་པའི་ཕན་ཐོགས་ཆེན་པོ་ཡོད་ས་རེད་དྲན་སོང། དེ་འདྲ་ཡིན་དུས་ད་ནི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་དཔལ་གྱིས་མཛད་པ་བསམ་གྱིས་མི་ཁྱབ་པའི་ཡོད་པའི་ནང་ནས་ཡོངས་སུ་གྲགས་བསྡད་པའི་མཛད་པ་བཅུ་གཉིས་སའི་དྲངས་བཞག་པ་དེ་དག་ཐམས་ཅད་ཀྱི་ངོ་སྤྲོད་བསྡུས་བསྡུས་ཤིག་ནི་བྱོས་ལ་འབད་བརྩོན་བྱེད་ཀྱི་ཡིན། མཛད་པ་བཅུ་གཉིས་ནང་ནས་དང་པོ་དགའ་ལྡན་གྱི་གནས་ནས་འཕོ་བའི་མཛད་པ། དེ་ཡང་བདག་ཅག་གི་སྟོན་པ་ཁོང་དང་པོ་གསོ་བྱེད་ཐ་མ་པ་ལིན་ཡུན་གྱིས་ཆིངས་ནས་འཁོར་བའི་སྡུག་བསྔལ་གྱིས་མནར་བསྡད་པ་ཞིག་རེད། རིམ་པས་དགོན་ནས་དམ་པའི་ཆོས་ཉམས་ལེན་གནང་ནས་རྗེས་མར་དགའ་ལྡན་ལྷ་ཡུལ་ཞེས་པ་དེ་ལ་ལྷ་ཡི་བུ་དམ་པ་ཏོག་དཀར་པོ་ཞེས་པ་གཅིག་གིས་སྐྱེ་བ་བླངས་ནས་ལྷ་རྣམས་ལ་དམ་པའི་ཆོས་སྟོན་བཞིན་བཞུགས་ཡོད་པའི་སྐབས་གཅིག་ལ། སྔོན་གྱི་སྨོན་ལམ་དང་ཐུགས་རྗེའི་དབང་གིས་ལྷ་ཡི་རོལ་མོ་དེ་ཚོ་ལས་སྒྲ་དྲངས་ནས་གཞན་གྱི་དོན་དུ་འཛམ་བུ་གླིང་དུ་ཕེབས་དགོས་པའི་བསྐུལ་མ་གནང་བ་རེད། དེ་ནས་ཁོང་གིས་དེ་ལ་ཡོད་པའི་ལྷ་ཡི་བུ་འཁོར་དེ་ཚོ་ལ། མི་རྗེ་འཇིག་རྟེན་གྱི་ཁམས་ན་ཡོད་པའི་སེམས་ཅན་དེ་ཚོ་རྒྱལ་རིགས་ཀྱི་བླང་དོར་མི་ཤེས་པར་སྐྱབས་མེད་པ་མགོན་མེད་པའི་ངང་ཚུལ་དུ་ཡོད་པས། ཁོང་དེ་ལ་ཕེབས་དགོས་ཡོད་གསུངས། ཁོང་གི་ཚབ་ཏུ་རྗེ་བཙུན་བྱམས་པ་མགོན་པོ་བཞུགས་ནས་ལྷ་རྣམས་ལ་ཆོས་སྟོན་དགོས་པ་སོགས་གསུངས་ནས། ཡུལ་དང་དུས་དང་རིགས་དང་རུས་བུ་མེད་པའི་གཟིགས་པ་ལྔ་ལ་གཟིགས་ནས་ཕེབས་པ་རེད། མཛད་པ་གཉིས་པ། ལྷུམས་སུ་ཞུགས་པའི་མཛད་པ། རིགས་རུས་ཕུན་སུམ་ཚོགས་པའི་ཟས་གཙང་མ་ཟེར་བའི་རྒྱལ་པོ་གཅིག་ལ་བུད་མེད་ཀྱི་ཡོན་ཏན་སོ་གཉིས་ཀྱིས་བརྒྱན་པ་བཙུན་མོ་སྒྱུ་མ་ལྷ་མཛེས་ཞེས་པ་གཅིག་ཡོད་པ་དེ་ས་ག་ཟླ་བའི་ཚེས་བཅོ་ལྔ་གསོ་སྦྱོང་ཞུ་བའི་སྐབས་སུ་མཚན་མོ་ཉལ་བའི་རྨི་ལམ་ནང་དུ་གླང་པོ་ཆེ་ཐ་སྐར་མཆེ་བ་དྲུག་ལྡན་ཞིག་རང་གི་གློ་གཡས་པ་ནས་རང་ལ་ཐིམ་པར་རྨིས་ནས་གཉིད་སད་པ་གླང་པོ་ཆེ། ག་རེ། ཡབ་རྒྱལ་པོ་ཟས་གཙང་མ་གླང་ཆེན་རེད། གླང་ཆེན། མ་རེད་མ་རེད། ཡུམ་གྱི་རྨི་ལམ་ནང་དུ་གླང་ཆེན་དཀར་པོ་ཞིག་མོ་རང་ལ་ཐིམ་པར་རྨིས། དེ་ནས་ཡུམ་གཉིད་སད་པ་དང་སྔར་དང་མི་འདྲ་བར་ལུས་སེམས་གྱ་ནོན་པའི་བདེ་སྐྱིད་ཀྱིས་ཁེངས་ནས་ཟླ་བ་བཅུ་དུ་མ་ཡི་ངག་ཏུ་བཞུགས་པ་རེད། གསུམ་པ། སྐུ་བལྟམས་པའི་མཛད་པ། དེ་ནས་ཟླ་བ་བཅུ་རྫོགས་པའི་རྗེས་སུ་སེར་བྱེས་གྲོང་གི་ཁོར་ཡུག་ཀུན་ཏུ་བདེ་བའི་སྦྱོར་བ་ཚད་མེད་པ་དང་ངོ་མཚར་བའི་མཚན་མ་བསམ་གྱིས་མི་ཁྱབ་པ་འབྱུང་ཞིང་ཡུམ་སྒྱུ་མ་ལྷ་མཛེས་བཀྲ་ཤིས་ལུམ་བི་ནི་སྐྱིལ་མོ་མཚར་དུ་ཕེབས་ནས་ཤིང་སྤ་ཤ་ཡི་ཡལ་ག་ལ་ཕྱག་གིས་འཇུ་བ་དང་ལྷན་དུ་སྐུ་འཁྲུངས། ལྷ་ཚངས་པ་དང་རྒྱ་ཅན་སོགས་ཀྱིས་ནམ་བཟའ་ཕུལ། ཀླུ་ག་འུ་དང་འཇུག་པོ་སོགས་ཀྱིས་སྐུ་འཁྲུངས་སོ། དེའི་ཚེ་ཕྱོགས་བཞིར་གོམ་པ་བདུན་བདུན་ཕེབས་ནས། རྗེས་དྲན་གསུམ་ན་ཚོང་དཔག་མེད་པའི་དམ་བཅའ་མཛད་པ་དང། སྐུ་བལྟམས་པའི་སྐབས་ཕུན་སུམ་ཚོགས་པའི་ལྟས་མང་པོ་བྱུང་བ་ལ་བརྟེན་ནས་ཡབ་རྒྱ་བོས་གཞོན་ནུའི་དོན་བསྒྲུབས་ཞེས་པའི་མཚན་ཕུལ། དེ་ནས་དྲང་སྲོང་ནག་པོ་ཉོན་མོངས་མེ་ཞེས་བྱ་བ་གཅིག་གིས། མ་འོངས་པར་རྒྱལ་སྲིད་འདི་སངས་རྒྱས་སུ་འགྱུར་བར་ལུང་བསྟན་པ་རེད། བཞི་པ། བཟོ་བའི་གནས་ལ་མཁས་པའི་མཛད་པ། དེ་ནས་གཞོན་ནུའི་དོན་བསྒྲུབས་ཁོང་དགུང་ལོ་ཅུང་ཟད་ཆད་ཕེབས་པ་དང། ཀློག་པའི་སློབ་དཔོན་རྩིས་ཀྱི་སློབ་དཔོན་སོགས་བཤེས་གཉེན་མང་པོ་བསྟེན་ནས་ཡི་གེ་དང་རྩིས། འཕོང། རྒྱལ་གྱི་འཛིན་སྟངས་སོགས་འཇིག་རྟེན་པའི་བསླབ་པར་བྱ་བ་ཐམས་ཅད་བསླབ་ཅིང། ཚངས་པའི་ཡི་གེ་དྲུག་ཅུ་རྩ་བཞི་སོགས་རང་གི་དགེ་རྒན་གྱི་མིང་ཙམ་ཡང་མི་ཤེས་པར་མང་པོ་མཁྱེན་པ་དང། མདའ་འཕེན་པ་དང་གྲི་རྩིས་ཨ་སོགས་སྟོབས་དང་རྩལ་གཞན་དང་མི་འདྲ་བ་སུས་ཀྱང་འགྲན་མི་བཟོད་ཨ་པ། ལས་བོད་པ་ལས་འགྲོ་བས། སུ་འདྲ་བོ།

ལྷས་བྱིན་ལ་སོགས་པ་རིགས་དང་སྟོབས་དང་ང་རྒྱལ་ཅན་རྣམས་ཀྱང་བཏུལ་བར་མཛད་ནས་ཆ་བྱད་ཙམ་ཡང་འགྲན་དུ་མེད་པར་གྱུར། ལྔ་པ། བཙུན་མོ་འཁོར་གྱི་རོལ་བའི་མཛད་པ། དེ་ནས་མཚན་མཁན་རྣམས་ནས་གཞོན་ནུ་རབ་ཏུ་མ་བྱུང་ན་འཁོར་ལོས་སྒྱུར་བའི་རྒྱལ་པོར་འགྱུར་བ་ལུང་བསྟན་པའི་སྤྱན་གྱིས་ཤཱཀྱ་ཡི་རྒན་རབས་རྣམས་དང་ལྷན་དུ་གྲོས་མཛད་ནས། རྒྱལ་སྲས་ཁབ་ན་བཞུགས་ནས་རྒྱལ་སྲས་བསྐྱངས་ཤིང་གདུང་རྒྱུད་སྤེལ་བའི་ཆེད་དུ་བཙུན་མོ་ཞེས་པར་གསོལ་བ་བཏབ་ནས་བུད་མེད་ཀྱི་ཡོན་ཏན་ཀུན་ཚང་བ་གྲ་རྫས་མ་སོགས་ཁབ་ཏུ་བསུས་ནས་རྒྱལ་སྲས་ཀྱི་པར་ལ་རོལ་ནས་དགའ་ཞིང་བརྩེ་བའི་ངང་ནས་བཞུགས། གྲུབ་པའང་རབ་ཏུ་བྱུང་བའི་མཛད་པ། དེ་ནས་རྒྱལ་སྲས་དོན་གྲུབ་དགུང་ལོ་ཉི་ཤུ་རྩ་དགུ་ཕེབས་པའི་སྐབས་སུ་སྔོན་གྱི་སྨོན་ལམ་དང་ཐུགས་བསྐྱེད་ཀྱི་མཐུ་ལ་བརྟེན་ནས་གྲོང་ཁྱེར་གྱི་ཕྱོགས་བཞིར་སྐྱེལ་ཚར་དུ་ཕེབས་པའི་སྐབས་སུ་རྒས་པ་དང་ན་བ་དང་འཆི་བའི་སྡུག་བསྔལ་དང་རབ་ཏུ་བྱུང་བའི་ཚུལ་རྣམས་གཟིགས་པའི་རྐྱེན་གྱིས་ཆིབས་ཀྱི་ཁ་ལོ་བ་ལ་དེ་དག་རེ་རེ་ནས་དྲིས་གནང་བ་རེད། མཐར་རང་ཉིད་ཀྱང་སྡུག་བསྔལ་དེ་དག་རེ་རེ་ནས་སྙོམས་དགོས་པ་མཁྱེན་ནས་འཁོར་བ་ན་གནས་པ་ནི་སྡུག་བསྔལ་གྱི་རང་ཁོང་བཞིན། དགུང་ལོ་ཉི་ཤུ་རྩ་དགུ་ཕེབས་ས་རེད་ད་དུང་སྐྱེ་རྒ་ན་འཆིའི་སྡུག་བསྔལ་ཡང་མཁྱེན་གྱི་ཡོད་མ་རེད། ད་ལྟའི
ཁོང་ཡབ་རྒྱལ་པོའི་འདོད་ཡོན་ལ་ཡེངས་པའི་ཆེད་དུ་འདོད་པའི་ལོངས་སྤྱོད་མང་པོ་གནང་ཡིན་དུས་དེ་ཚོ་ལ་ཡེངས་ནས་མི་ཤེས་པ་ནང་བཞིན་གནང་བ་རེད། ཕྱོགས་གཅིག་ནས་ང་རང་ཚོ་ནམ་ཆོས་དེ་ཚོ་མཐོང་བ་ཡིན་ན་ཡང་མི་ཤེས་པ་ནང་བཞིན་རེད་འདུག་གསུངས་ནས་འདར་ལྡིང་གི་ཡོད་རེད། ཁོང་གྲོགས་ཀྱི་ག་འདྲའི་སངས་རྒྱས་རེད། ད་ལྟའི་དང་པོ་ཡག་པོ་ཉན་དང། འཁོར་བ་ན་གནས་པ་ནི་སྡུག་བསྔལ་གྱི་རང་བཞིན་ཅན་དུ་གཟིགས་ཏེ། རབ་ཏུ་བྱུང་ནས་སྐྱེ་རྒ་ན་འཆིའི་སོགས་སྡུག་བསྔལ་རྒྱུ་དང་བཅས་པ་ཞི་ནས་ཐར་པ་འགྲུབ་པར་དགོངས་ཏེ་ཕོ་བྲང་དུ་ཕྱིར་ཕེབས་པ་དང་དེའི་ཚེ་ཡབ་རྒྱལ་པོས་གཞོན་ནུའི་རབ་ཏུ་བྱུང་བར་དོགས་ནས་ཕོ་བྲང་ཕྱི་ནང་རིམ་པ་མང་པོ་བསྐོར་ནས་སྲུང་བར་བྱེད་མཛད་པ་རེད། ཡིན་ན་ཡང་ནམ་ཕྱེད་ཙམ་ན་རྒྱལ་སྲས་དོན་གྲུབ་ཁོང་ཕྱི་རྟ་རྔ་གདན་ལ་ཕྱིན་ནས། ཞབས་ཀྱི་འདུན་པ་ཟེར་བ་དེ་ལྷན་དུ་ཁྲིད་ནས་ཕོ་རང་གི་ཕྱི་རོལ་དུ་ཕེབས་ནས་རིམ་གྱིས་ཤར་ཕྱོགས་ཡངས་པ་ཅན་དུ་སླེབས། དེ་སླེབས་པ་དང་དེ་ལ་རྟ་ལས་བབས་ནས་རྒྱན་དང་ཕྱི་རྟ་འདུན་པ་ལ་སྤྲད། རྒྱལ་སྲས་ཁོང་ཆོས་སྡེ་རྣམ་དག་གི་དྲུང་དུ་རང་གི་གཙོ་བོས་རང་ཉིད་ཀྱིས་བཅས་ནས་ལྷ་ཡི་ཕུར་བའི་ནམ་བཟའ་ངུར་སྨྲིག་བཞེས་ནས་རབ་ཏུ་བྱུང། འདུན་པ་དཀའ་བ་གཅིག་གིས་མཛད་པ། དེའི་རྗེས་སུ་ཡངས་པ་ཅན་ནས་ཕྱི་སྒྲུབ་པའི་སྟོན་པ་རིང་འཕུར་དང་ལྷག་ཆོས་ཟེར་བ་དེ་དག་ལས་འཇིག་རྟེན་པའི་ལམ་བསམ་གཏན་དང་གཟུགས་མེད་དག་བསླབས་ནས་ག་ཚད་བསྒྲུབས་ན་ཡང་ལམ་དེ་ཚོ་ལ་བརྟེན་ནས་འཁོར་བའི་སྡུག་བསྔལ་ལས་གྲུབ་མི་ཐུབ་པ་མཁྱེན། དེ་ནས་གྲོང་ཁྱེར་ཏིང་འཇིལ་ཟེར་བའི་ཤར་ཕྱོགས་སུ་དབེན་ཞིང་ཉམས་དགའ་བའི་གནས་ཆུ་ཀླུང་ན་རན་འཇགས་ནའི་འགྲམ་དུ་མཁའ་ཁྱབ་ཀྱི་ཏིང་ངེ་འཛིན་ལ་མཉམ་པར་བཞག་ནས་ཉིན་རེ་ལ་འཇའ་ཤུགས་ཀྱི་འབྲུ་གཅིག་ཡང་ན་ནས་འབྲུ་གཅིག་ཡང་ན་ཏི་འབྲུ་གཅིག་ཙམ་ལ་བརྟེན་ནས་ལོ་དྲུག་གི་རིང་ལ་དཀའ་བ་ཅན་རྣམས་མཛད་པ་རེད། བརྒྱད་པ། བྱང་ཆུབ་སྙིང་པོར་གཤེགས་པའི་ཚུལ། ལོ་དྲུག་གི་དཀའ་བ་སྤྱད་པ་ལས་གྲོལ་བ་དང་བུ་མོ་ལི་སྐྱེས་མ་ཟེར་བ་ཁོང་གི་འོ་ཐུག་ཕུབ་ནས་བཞེས་མ་ཐག་ཏུ་སྐུ་གསེར་གྱི་མདོག་དང་འོད་ཟླུམ་གང་ལགས་སུ་བའི་མཚན་དཔེ་རྣམས་སྲབ་ཅིང་འོད་དུ་འབར། དེ་ནས་ལམ་དུ་རྩ་གསུང་བཀྲ་ཤིས་ཟེར་བ་ཁོང་གིས་རྩ་ཕུབ་ནས་རྒྱལ་སྲས་དོན་གྲུབ་བྱང་ཆུབ་ཀྱི་ཤིང།

རྒྱལ་སྲས་དོན་གྲུབ་བྱང་ཆུབ་ཀྱི་ཤིང་དྲུང་དུ་ཕེབས་ཏེ་བསྐོར་བ་ལན་བདུན་བྱས། དེ་ནས་ཕུར་བའི་རྩ་དེ་བཏིང་བའི་གདན་ལ་སྐུ་སྐྱིལ་མོ་དྲུང་དུ་བཞུགས་ཤར་ཕྱོགས་སུ་ཞལ་བལྟས་སྐུ་དྲང་པོར་བསྲངས་པ་དང་དྲན་པ་མངོན་དུ་བཞག་པར་མཛད། དགུ་པ། བདུད་བཏུལ་བའི་མཛད་པ། དེ་ནས་བདུད་སྡིག་ཅན་དག་ལ་རྨི་ལྟས་ངན་པ་བྱུང་བའི་རྐྱེན་གྱིས་འཇིགས་སྐྲག་དང་སྡང་སེམས་ཤིན་ཏུ་མི་བཟད་པར་སྐྱེས་ནས། བྱང་ཆུབ་སེམས་དཔའ་ལ་བར་ཆད་རྩོམ་པའི་ཆེད་དུ་བདུད་ཀྱི་དཔུང་ཚོགས་བསམ་གྱིས་མི་ཁྱབ་པ་བསྡུས་ནས། འཇིགས་སུ་རུང་བའི་མཚོན་ཆ་སྣ་ཚོགས་པ་ཆར་བ་འབེབས་པ་ནང་བཞིན་ཕེབས། བདུད་མཚོན་ཆ་དེ་དག་ཐམས་ཅད་བྱང་ཆུབ་ཀྱི་སྙིང་པོར་མཛེས་པར་བྱེད་པའི་མེ་ཏོག་གི་ཆར་དུ་གྱུར་ཅིང། བདུད་སྡིག་ཅན་ཚོ་ཐུགས་ཟད་ནས། སླར་དགའ་མ་སོགས་བདུད་ཀྱི་བུ་མོ་རྣམས་ཀྱིས་འདོད་པའི་གཡོ་སྒྱུ་སོ་གཉིས་བསྟན་ནས་གླུ་ཡ་ཐབས་ཅན་བཏང་བ་ཡིན་ན་ཡང། བ་སྤུ་ཙམ་ཡང་གཡོ་མི་ནུས་ཤིང་བྱང་ཆུབ་ཏུ་སྨིན་པར་མཛད་པ་སོགས། མདོར་ན། བྱམས་པའི་ཏིང་ངེ་འཛིན་ཁོ་ནའི་བདུད་ཀྱི་སྡེ་དང་བཅས་པ་བྱང་ཆུབ་ཀྱི་སྙིང་པོར་ཞུགས་པའི་ནམ་ཕྱེད་གསོལ་འཁོར་དེ་ཉིད་དུ་བཏུལ་བར་མཛད། བཅུ་པ། སངས་རྒྱས་ཀྱི་བརྩེ་བ། དེ་ནས་རྒྱལ་སྲས་དོན་གྲུབ་དགུང་ལོ་སུམ་ཅུ་སོ་ལྔ་འཕེལ་བའི་སྐབས་སུ་ནམ་གྱི་གུང་ལ་བསམ་གཏན་བཞི་པོ་ལ་རིམ་གྱིས་སྙོམས་པར་ཞུགས་ལྷ་ཡི་སྤྱན་སོགས་མངོན་པར་ཤེས་པ་དང་འཕགས་པའི་བདེན་པ་བཞི། རྟེན་འབྲེལ་ལུགས་འབྱུང་རྟོག་གི་རིམ་པ་དག་སྔོན་དུ་མཛད་ནས་ནམ་གྱི་ཕྱ་མའི་སྐྱ་རེངས་འཆར་ལ་ཉེ་ཞིང་རྒྱལ་པོ་མངའ་བརྡུང་བའི་དུས་ཙམ་ན། གཞོན་ནུ་དོན་གྲུབ་ཁོང་གིས་རང་ཉིད། གཞོན་ནུ་དོན་གྲུབ་ཁོང་གིས་རང་བྱུང་གི་བྱང་ཆུབ་སྔོན་དུ་འཛིན། ཁོང་གིས་རང་བྱུང་གི་བྱང་ཆུབ་མངོན་དུ་མཛད་ནས་འཕགས་པའི་ཡེ་ཤེས་ཀྱི་སྟོབས་བསྐྱེད་པས་ཤེས་པར་བྱ་བ་དང་མངོན་དུ་བྱ་བ་ག་རེ་ཡོད་པ་ཡིན་ན་ཡང་དེ་དག་ཐམས་ཅད་སེམས་ཀྱི་སྐད་ཅིག་གཅིག་དང་ལྡན་པའི་ཤེས་རབ་ཀྱིས་མངོན་དུ་མཛད་ཅིང་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཏུ་མངོན་པར་རྫོགས་པར་སངས་རྒྱས་སོ། བཅུ་གཅིག་པ། ཆོས་ཀྱི་འཁོར་ལོ་བསྐོར་བའི་མཛད་པ། དེ་ལྟར་མངོན་པར་རྫོགས་པར་སངས་རྒྱས་ནས་ཞག་བདུན་ཕྲག་བདུན་དུ་བཞུགས་པའི་རྗེས་ལ་ཚངས་པ་དང་རྒྱ་ཅན་དག་གིས་སྲས་ཀྱི་འཁོར་ལོ་རྩིབས་སྟོང་ལྡན་པ་ཕུལ་ནས་ལན་གསུམ་དུ་གསོལ་བ་བཏབ་པའི་རྐྱེན་གྱིས་དམ་པའི་ཆོས་ཀྱི་འཁོར་ལོ་བསྐོར་བར་བྱ་ཞེས་བཞེད་ནས་གྲོང་ཁྱེར་ཆེན་པོ་དྲུག་གི་ནང་ཚན་ཝཱ་ར་ཎཱ་སིའི་དྲང་སྲོང་ལྷུང་བ་རི་དྭགས་ཀྱི་ནགས་སུ་ཕེབས་པའི་ཚེ། མངའ་སྡེ་བཟང་པོའི་མདུན་ནས་བསུས་ཏེ་གདན་བཤམས་པ་ལ་བཞུགས་བྱས། བདེན་པ་བཞི་ལས་བརྩམས་པའི་ཆོས་སྟོན་པའི་སྒོ་ནས་དེ་དག་རིམ་བཞིན་སྡུག་བསྔལ་དང་ཉོན་མོངས་ཞི་བའི་དགྲ་བཅོམ་པའི་གོ་འཕང་ལ་བཀོད། གཞན་ཡང་རྒྱལ་པོའི་ཁབ་བྱ་རྒོད་ཕུང་པོ་རི་སྙན་ཡོལ་སོགས་ལ་ཐུན་མོང་གདུལ་བྱའི་ཁམས་དང་མོས་པ་དང་མཐུན་པར་ཆོས་ཀྱི་འཁོར་ལོ་བསམ་གྱིས་མི་ཁྱབ་པ་གསུངས། མ་ཟད་ཡུལ་དེའི་སྙན་གྲྭ་བ་ཡོལ་ནི་ང་དུ། འདྲ་བ་མིན་ཏེ།
འདི་འདི་ང་འདྲ་མི་འདི་ལ། འདི་འདི་ང་འདྲ་བ་ཞིག། འདི་འདི། ཡུལ་རྙིང་ཡུལ་དུ་ཆོས་དྲུག་བསྟན་པ་དང་སུམ་ཅུ་རྩ་གསུམ་དུ་ཡུམ་གྱི་ཆེད་དུ་ཕེབས་ནས་གྲོང་ཁྱེར་ས་བདེ་འདུ་ལྷ་ལས་བབས་པ་དང། དཔའ་བདེ་འབྲས་སྤུངས་ཀྱི་མཆོད་རྟེན་ལ་སོགས་པར་གདུལ་བྱ་ཐུན་མོང་མ་ཡིན་པ་རྣམས་ལ་སྔགས་ཀྱི་ཐེག་པ་བསྟན་པ་སོགས་མདོར་ན་དགུང་ལོ་ཉི་ཤུ་རྩ་དགུའི་བར་དུ་ཁབ་ཏུ་བཞུགས་ལོ་དྲུག་ཏུ་དཀའ་བ་སྤྱད། དགུང་ལོ་སུམ་ཅུ་སོ་ལྔ་ལ་སངས་རྒྱས་པ་ནས་བཟུང་དགུང་ལོ་བརྒྱད་ཅུའི་བར་དུ་བླ་ན་མེད་པའི་ཆོས་ཀྱི་འཁོར་ལོ་བསྐོར་ནས་གདུལ་བྱ་རྣམས་ཐར་པ་དང་ཐམས་ཅད་བྱིན་པའི་ལམ་ལ་འདྲེན་པར་མཛད་དོ། བཅུ་གཉིས་པ། མྱ་ངན་ལས་འདས་པའི་མཛད་པ། དེ་ལྟར་སྐུ་དངོས་ཀྱི་གདུལ་བྱ་དག་རྣམ་གྲོལ་ལ་བཀོད་ནས་གཞན་དོན་གྱི་མཛད་པ་མཐར་ཕྱིན། ནས་གྲོང་ཁྱེར་ཡངས་པ་ཅན་ལ་སོགས་པར་རིམ་གྱིས་ཕེབས་ཏེ་མ་འོངས་པར་ཆོས་དང་ཆོས་མ་ཡིན་པ་རྣམ་པར་དབྱེ་བ་ན་མདོ་སྡེ་དང་མཐུན་འདུལ་བ་ལ་སྣང་ཆོས་ཉིད་དང་མི་འགལ་ན་སྟོན་པའི་བསྟན་པར་ཉིད་དུ་ཟུངས་ཤིག་ཅེས་སོགས་གདམས་ནས། གནས་རྩ་འཇོལ་གྲོང་དུ་སེང་གེ་ཡི་ཉལ་ཐབས་ཀྱིས་བཞུགས་ཏེ་དྲི་ཟ་ཡི་རྒྱལ་པོ་རབ་དགའ་དང། ཀུན་ཏུ་རྒྱུའི་རབ་བཟང་སོགས་བཏུལ་ནས་སླར་བསམ་གཏན་བཞི་པའི་རབ་མཐའ་ལ་བརྟེན་ནས་ཞི་བ་མི་མནན་པའི་ཉིངས་སུ་མྱ་ངན་ལས་འདས་པའི་ཚུལ་བསྟན། གདུལ་བྱ་ཀྱི་བསོད་ནམས་ཀྱི་རྟེན་དུ་སྐུ་གདུང་རིང་བསྲེལ་གྱི་ཕུང་པོར་གྱུར་པ་མང་ག་དྷཱ་ཡི་རྒྱལ་པོ་མ་སྐྱེས་དགྲ་དང་ཡང་པ་ཅན་གྱི་ལི་ཙཱ་བའི་རྣམས་ཀྱི་ཆ་བྱད་དུ་འགོད་དེ་སོ་སོའི་ཡུལ་ཡུལ་དུ་མཆོད་རྟེན་བརྩིགས་གནང་བ་རེད། དེ་ལྟར་གོང་ནས་ཞུས་པ་དེ་དག་སྟོན་པ་འགྲོ་བའི་མགོན་པོ་ཁོང་ལ་སྐུ་གསུང་ཐུགས་གསུམ་གྱི་མཛད་པ་རེ་རེ་ལ་ཡང། གྲངས་དང་ཐོས་བསམ་གྱིས་མི་ཁྱབ་པ་ཡོད་པའི་ནང་ནས་ཡོངས་སུ་གྲགས་བསྡད་པའི་མཛད་པ་བཅུ་གཉིས་ཟེར་བ་དེ་དག་གྲངས་བགྲང་བྱ་བ་ནང་བཞིན་ཞིག་བཞུགས་ཡོད། དེ་ཙམ་གྱིས་ཀྱང་རང་རྒྱུད་ལ་བསོད་ནམས་ཀྱི་ཚོགས་བསགས་པ་དང་ཞེ་འགྱོད་ལ་དད་པའི་ས་བོན་གྱུར་པ། དེ་ཡང་སྟོད་མ་ཀ་ལན་ཅན་ཁོང་གིས་མཐའ་མེད་པའི་མཛད་པ་ཉིད་དུ་ངེས་པའི་སྒོ་ནས་ཁོང་གིས་སྐུ་གསུང་ཐུགས་གསུམ་གྱི་མཛད་པ་ག་རེ་བཏོན་ན་ཡང་གདུལ་བྱའི་བློ་ཆོས་ལ་བསྐུར་བ་དང།

ཐོབ་གོ་ས་གཟུགས་ལང་ཚོ་མཚན་སྙན་དགྲ་ལག་སོགས་པ་བསམ་གྱིས་མི་ཁྱབ་པ་ལྡན་ཞིང་བཙུན་མོ་མང་པོ་དང་ལྷན་དུ་དེ་དག་ལ་རོལ་བ་དང་དགའ་ཞིང་བརྩེ་བའི་ངང་འཆང་འཆང་བཞུགས་ནས། དེ་ཚོ་ལ་ཆགས་ཆེན་གྱིས་མ་འཆིང་བར་ཚང་མ་བློས་བཏང་བྱས་སྡུག་བསྔལ་ལས་ཐར་པའི་ལམ་བཙལ་ནས་སངས་རྒྱས་ཀྱི་གོ་འཕང་ཐོབ་ན། ང་རང་ཚོས་ཆོས་རྒྱག་ཡང་དང་སྒྲུབ་ཡག་གི་ཆ་རྐྱེན་འདི་འདྲ་ཞིག་ཡོད་དུས་སོ་སོ་ཡི་བློས་གཏོང་དང་སྙིང་སྟོབས་ཀྱིས་འདང་ན་སངས་རྒྱས་ཀྱི་གོ་འཕང་ཐོབ་ངེས་ཅན་ཡིན་དུས། ང་ཚོ་ཚང་མས་སྙིང་སྟོབས་དང་སེམས་ཤུགས་ངང་ཆོས་ཉམས་ལེན་བྱས་ནས་ད་ལྟ་ང་རང་ཚོས་ཁོང་ནང་བཞིན་གྱི་བློས་གཏོང་བྱས་མ་ཐུབ་པ་ཡིན་ན་ཡང་ཁོང་གི་མཛད་རྣམ་དེ་ཚོ་སེམས་ནས་ཡང་ཡང་དུ་དྲན་གསོ་བཏང་བ་ཡིན་ན་རང་གིས་རང་ལ་བསྐུལ་མ་ཅིག་ཆགས་ཀྱི་མེད་འགྲོ་བསམ་བྱུང། མཐའ་བརྟན་ཞུ་ཡག་ལ་ད་རིང་དུས་ཆད་པ་ཅན་འདི་དང་བསྟུན་ནས་ལྷ་དང་བཅས་པའི་འགྲོ་བ་ཡོངས་ཀྱི་མགོན་དང་སྐྱབས་དང་སྐུ་བརྙན་དམ་པར་གྱུར་པ། སྟོན་པ་བཀའ་དྲིན་ཅན་འདི་ཉིད་ཀྱིས་རྣམ་ཐར་རྒྱ་མཚོ་ལྟ་བུ་ལས་རང་བློ་དང་འཚམས་པའི་ཆོས་སྡེ་ཙམ་ཞིག་བླངས་པ་དེས་མཐོང་ཐོས་ཀྱི་འབྲེལ་བ་ཐོབ་པའི་སྐྱེ་བོ་ཐམས་ཅད་ཁོང་ནང་བཞིན་དུ་མཛེས་པ་བཅུ་གཉིས་ཀྱི་ཚུལ་ལ་འཇུག་ཐུབ་པའི་སྨོན་ལམ་ཞུ་ཡིན། བུ་ཆེ།